ཐམས་ཅད་ཀུན་འདུས་བྱང་ཆུབ་སེམས་སུ་འདུས་ནས་བྱང་ཆུབ་སེམས་ལས་ན་མ་གཏོགས་ཆོས་མེད་པས་ཆོས་ཀུན་བྱང་ཆུབ་སེམས་ཀྱི་རང་བཞིན་ནོ་བྱང་ཆུབ་སེམས། ཀྱིས་མཚོན་པའི་ནམ་མཁའ་འདྲ་སེམས་ལ་རྒྱུ་མེད་སྐྱེ་བའི་གནས་ཡུལ་མེད་པས་མི་གནས་བརྗོད་བདེ་བསམ་ཡུལ་འདས་པ་གཉིས་ནམ་སྐྱེ་གཡེང་ཤས་བེ་རོ་བརྩོན་པ་ཙམ་མཚོན་པའི་ཉིད་ཀྱང་འདི་ཤས་ཆར་མེད་པས། མཚོན་པའི་དོན་ལ་བསམ་བརྗོད་ག་ལ་ཟེར་འདི་ནི་རང་བཞིན་དག་པའི་དཔེར་ཤས་ཆ་དོན་ནི་རང་རིག་མཁའ་མཉམ་བྱང་ཆུབ་སེམས། བསམ་པས་ཡུལ་མེད་ན་བརྩོན་འགྲུས་འདས་པ་སྟེ་རང་ཟད་མི་གཡོ་འོད་ཟེར་ཡངས་པའི་ཀློང། མ་བརྗེད་ལྷུན་གྲུབ་ཡངས་དོག་ཐུགས་མིན་མེད་འབྱུང་ཁུག་ན་སྤྱང་གྲུང་སྙིང་པོའི་དཀྱིལ་ཡངས་སུ་དག་ནས་རྩེ་ལས་ནི་ཅིར་ཡང་འཆར་བ་སྟེ། ཤར་བའི་དུས་ན་ཤར་ས་ཤར་རྒྱན་མེད་ཤར་ཞེས་ནི་མིང་ཙམ་མ་བརྗེད་ན་ནམ་མཁའ་འདྲ་རེ་མེད་སྙམ་པ་ཆེན་པོར་འུབ་བྱེད་པས་ན་བྱམས་གཏེར་གཟུང་འཛིན་མེད་པའི་ཀློང་ཉིད་དུ་རང་བྱུང་ཡེ་ཤེས་ཆོས་ཉིད་འབྱུང་ཡན་ལག་པའི་དོན་རྟགས་ཀྱི་ངེས་པས་མཚོན་པའི་རྟེན། མཁའ་མཉམ་གཟེར་ཆེན་གསུམ་གྱི་བདག་ཉིད་དུ་ནི་ཐམས་ཅད་ནི་ཀུན་ཏུ་རང་བཞིན་ཡེ་གཟེར་མེད་བྱམས་མཉམ་ཡངས་པ་ཆེན་པོའི་དབྱིངས་རོལ་ན་ཐམས་ཅད་ཡིན་མཉམ་ང་རྒྱལ་བར་གསུམ་མའི་སྐུ་གསང་རྡོ་རྗེ་སེམས་དཔའི་དགོངས་པའོ་བྱང་ཆུབ་སེམས་ནི་ཉི་མའི་སྙིང་པོ་འདྲ་ངང་གི་འོད་ཟེར་ཡེ་ནས་འདུས་མ་བྱས་སྒྲིབ་པའི་ཆོས་མེད་གསང་བདེ་ལྷུན་གྱིས་གྲུབ་པོ་སྤྲོས་པས་ན་ཚོགས་མེད་མི་རྟོག་ཆོས་ཉིད་ངང་སྟོང་པས་ན་ཆོས་སྐུ་གསལ་བའི་ལོངས་སྤྱོད་རྫོགས། གསེར་ལྡན་སྤྲུལ་པ་སྐུ་གསུམ་འདུ་འབྲལ་མེད་ཡེ་ནས་ཡོན་ཏན་ལྷུན་གྱིས་གྲུབ་པས་སེམས་དཔའི་སྐྱོན་དང་ཉེས་བྱས་མིན་པའི་མགྲིན་པ་མན་ངག་གཅིག་ཏུ་གསུམ་འཕོ་འགྱུར་མེད་པར་བཅས་ན་སངས་རྒྱས་སེམས་ཅན་ཀུན་ལ་ཁྱབ་པར་བྱེད་དེ་ནས་རང་བྱུང་བྱང་ཆུབ་སེམས་ཤེས་བྱ་དེས་མཚན་ལས་ཅིར་ཡང་འཆར་བ་སྟེ། རྟོག་དང་མི་རྟོག་སྣང་སྲིད་སྣོད་བཅུད་དང་སྐྱེ་འགྲོའི་སྣང་བ་སྣ་ཚོགས་ཇི་སྙེད་དུ་འདི་ཀུན་གཞལ་ཡང་རང་གཞན་གནས་སྐབས་མེད་པས་མི་གཡོ་ཆོས་དང་རྨི་ལམ་སྒྲ་སྙན་བཞིན་སྤྲུལ་པ་གཟུགས་བརྙན་དྲི་ཟའི་གྲོང་ཁྱེར་དང་མི་གཡོ་རོ་གཅིག་གཞན་མེད་པ་སེམས་ལང་དུ་གཞི་མེད་གཏད་མེད་གློ་བུར་སྣང་བ་ཙམ་མ་བར་སྐབས་རེ་ཁའི་ཆུ་སོགས་རྟོགས་པར་བྱ། ལུས་འགྲོ་བྱང་ཆུབ་སེམས་ཀྱི་རང་བཞིན་ལས་རོལ་པ་མ་འགགས་འཁོར་འདས་བཅུད་དྲུག་འབྱུང་འགྱུར་དྲུག་སྡེ་ཀུན་ཡངས་སོ་བྱོན་པས་གདོད་མའི་ངང་ལས་ཡོད་པ་མེད་ཅེས་བྱ། དུས་གནས་ཐམས་ཅད་བྱང་ཆུབ་སེམས་ཀྱི་ངང་གཅིག་རྫོགས་ཀུན་རྫོགས་མ་བྱས་དོན་ཀུན་རྫོགས། རང་བཞིན་ལུས་རྫོགས་རང་བྱུང་ཡེ་ཤེས་སོ། བྱང་ཆུབ་སེམས་ནི་སྣང་དང་མི་སྣང་ལས་འཁོར་འདས་ཕྱི་ནང་ཆོས་སུ་མེད་ན་ཡང་དེ་ཡི་རྩལ་ལས་ཡོད་པའི་རང་བཞིན་གྱིས་སྣང་སྲིད་འཁོར་འདས་སྣ་ཚོགས་རོལ་པར་ཤར། ཤར་ཙམ་ཉིད་ནས་རང་བཞིན་སྟོང་པས་སུ་སྐྱེ་བ་མེད་ལས་སྐྱེ་བར་སྣང་བ་དེ་སྣང་དུས་ཉིད་ནས་སྐྱེ་བ་འགག་མེད། འགག་ཡང་མེད་འགག་པ་མེད་པ་འགག་པར་སྣང་ན་ཡང་འགག་པ་མེད་དེ་སྒྱུ་མ་སྟོང་པའི་སོ་གནས་པ་ཉིད་ནི་གནས་པའི་ཆོས་མེད་པས། དེ་གནས་ཀྱི་གནས་གཞི་མེད་འགྲོ་འོང་མེད་པའི་ངང་ཇི་ལྟར་སྣང་བ་དེ་ལྟར་མ་གྲུབ་པས་རང་བཞིན་མེད་ཅེས་བཏགས་པ་ཙམ་དུ་ཟད་སྣང་བ་དེ་ཡང་རྩལ་ལས་རང་ཤར་བས་རྟེན་འབྲེལ་ཉིད་ཀྱི་རང་བཞིན་བདག་ཙམ་བདག་ཙམ་བརྗོད་རྩལ་ལས་གནས་ཤར་བར་སྣང་བས་རང་དུས་གནས་ཤར་དང་མ་ཤར་ཕྱོགས་དང་རིས་མེད་པས། ཚིག་ལས་བརྡ་ཙམ་ངོ་བོ་འགའ་མེད་པའི་གཏམ་ཆེན་རྟག་ཏུ་འཕོ་འགྱུར་བ་ན་མེད་པའི་ངང་བྱང་ཆུབ་སེམས། ལས་ཡོད་པ་རྡུལ་ཙམ་མའི་སྤྱོད་ཡོན་རིན་པོ་ཆེ་མཛོད་ལས་བྱང་ཆུབ་སེམས་ཀྱི་མཚོན་དཔེ་བསྟན་པའི་ལེའུ་སྟེ་གསུམ་པའོ།